མཛད་པ་དེ་ལ་རླབས་ཆེན་འགྲོ་བའི་གིས་དེ་འདྲ་གི་དང་བཀོད་པ་རྒྱུ་མཚན་དང་སྨིག་རྒྱུ་ལ་བསྲེས་ནས་ཨ་ནི་གོམ་པ་དང་རུ་རྡོ་ཡོད་ན་ཆོན་པ་རེད་བཤད་དུས་ཀྱི། ཆོན་ར་ཇི་ཚོད་ལྟ་ར་ན་དེ་གསུང་དགོས་རེད་བོ་དེ་ཆོས་རྒྱུ་ན་ར་ལས་གསལ་ཡོད་རེད། འོ་དེ་འདྲ་ཡིན་དུས་ད་བོ་དེ་ཐམས་ཅད་མཁྱེན་པས་ད་ཆོས་རྒྱུ་ན་ར་གསལ་བ་གཞི་ཆགས་བྱས་པ་ཡིན་ན་ག་ད་འོ་དེ་འདྲ་གི། བཀའ་བཀོད་པའི་རྗེས་ལ་ཨ་ནི་འཇིག་རྟེན་ལས་འདས་པའི་ད་ད་དངོས་གྲུབ་བསྒྲུབ། འོ་དངོས་གྲུབ་སྒྲུབ་པ་ནང་བཞིན་བྱས་ནས་དངོས་གྲུབ་ཐོབ་ཨ་ནི་དེ་རྗེས་ཀྱི་ད་ལྟ་ཐེག་ཆེན་སུན་འབྱིན་པའི་གཞུང་ཁ་ཅིག་ང་ཚོ། དགོན་བདག་ཕྱི་མ་ན་བཞི་རེད་ད་འབུམ་ཕྲག་བཅུ་གཉིས་དང་སྟོང་ཕྲག་བཅུ་གཉིས་ལ་སོགས་པའི་གཞུང་ཚད་ཡོད་པ་འོ་ད་དེ་འདྲས་བརྩམས་པ་དེ་སྟོད་ཡས་ཀྱི་དོན་དུ་ཨ་ནི་ཆོས་གསུངས་པའི་སྐབས་ལ་ཨ་ནི་ད་ལྟ་བྱིས་པ་གཉིས་ཆུ་ཆུང་གཉིས་ཨ་ནི་ཆོས་ཉན་ག་ཡོང་དགོས་རེད་ཆོས་ཉན་ག་ཕྱིན་ནས་ཨ་ནི་ཁོ་ཚོ་ཆོས་ཉན་ཚར་བའི་རྗེས་ལས་ཨ་ནི་མ་ས་འོག་ལ་མ། ལོག་འགྲོ་གི་རེད་པ་ད་ང་ཚོ་དུས་རྒྱུན་བླུ་ཡུལ་ཟེར་དེ་ས་འོག་ལ་ཡོད་པས

ཨོ་དེ་འདྲའི་གདའ་གནོད་སྦྱིན་གྲུབ་ནས་ཅེས་ང་ཚོས་མཆོད་རྟེན་ཞལ་གྱི་དམ་ལ་སོགས་པ་དེ་འདྲའི་གླན་ཡག་གི་ཆེད་དུ་ཀླུ་ཡིད་མ་ཕེབས་ཅེས་ཀླུ་ཡིད་ལ་ཆོས་གསུངས་ཀླུ་ཡི་དམ་ལྡན་དེ་ལ་བརྟེན་ནས་འཛམ་བུ་གླིང་ལ་མཆོད་རྟེན་བྱེ་བ་གཞན་ལ་སོགས་པ་ཨོ་ད་དེའི་དགོས་པ་ཡུམ་ཚན་ཚོད་ཚོད་རེད་པ། ཨ་དེ་ནང་བཞིན་གྱི་རྒྱལ་མཆོག་ཀུན་དགའ་གཉིས་པ་གཅིག་དགེ་འདུན་རྒྱ་མཚོས་མཛད་པའི་ད་ལྟ་སངས་རྒྱས་གཉིས་པ་ཀླུ་སྒྲུབ་ཞབས་ལ་ལྟེ་བ་མཆོག་ཏུ་ཐེབས་པའི་སྒྲ་དབྱངས་ད་རྒྱལ་བོ་དགེ་འདུན་རྒྱ་མཚོ་མཆོག་ནས་ཆིག་སྟོང་ཞེ་བརྒྱད་བདུན་དོན་དྲུག་རོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བཅུ་བཞི་བཞི་གཉིས་རོ་ལ་དགོངས་པ་རྫོགས་པ་རེད་ཨོ་ད་ཁོང་གིས་མཛད་པའི་མགོན་པོ་ཀླུ་སྒྲུབ་ཀྱི་ལྟེ་བ། ཨ་ནི་སངས་རྒྱས་གཉིས་པ་གླུ་རུ་ཤེས་ལ་ལྟོས་པ་མཆོག་ཏུ་དད་པའི་སྒྲ་ཡང་གསུངས་ཡང་དེ་རེད་དེ། ད་ལྟ་བྱུང་སྟེ་དེ་རེད་རྒྱལ་བ་དགེ་འདུན་རྒྱལ་ཚོས་གསུང་འབུམ་ཅན་ཨ་ནི་སྐུ་ཕྱྭ་རྣམ་རྒྱལ་རེས་གཟའ་ནས་ཉིས་སྟོང་བཅུ་བཞི་ལོ་ལ་པར་རིས་ཞུས་པའི་ཤོག་གྲངས་བརྒྱ་དང་སུམ་ཅུ་སོ་བཞི་ནས་གསལ་བ་དེའི་ནང་ལ་འདི་འདྲའི་གསུང་བཤད་ཀུན་ཏུ་སྟོང་བ་ཡངས་པའི་ཕྱག་བརྐྱངས་ནས་མཛོད་ལྡན་ཤིན་ཏུ་སྒྲུབ་ཀྱི་ཚིམས་མཛད་པས་སྐྱེངས་པས་གཏུབ་རྟེན་སྲ་བར་བཏུ་བཞུགས་ཤིང། ཟླ་བའི་མ་མ་ཀུན་ཏུ་བདར་བ་སྙམ། སྡིངས་ཆའི་མགྲིན་པས་རང་གི་ཕོ་བྲང་དུ་སྤྱན་དྲངས་ནོར་བུའི་ཁྲི་ལ་ཞབས་བཀོད་དེ་སྐལ་ལྡན་ལྟོ་འཕྲོའི་ཚོགས་རྣམས་མ་ལུས་པ་ཐེག་མཆོག་བདུད་རྩིས་ཚིམས་ཏེ་ཁྱོད་ཕྱག་འཚལ། རྒྱལ་བ་ཀུན་ཡོངས་སྟོང་ཕྲག་བརྒྱ་པ་དང། རྡོ་རྗེའི་སྦྱིན་པ་མང་པོ་ལེགས་བསྣམས་ཏེ་འཛམ་གླིང་ཆོས་ལྡན་བྱེ་བས་མཛེས་བྱས་ཤིང། བགྲང་ཡས་ཁྱེད་ལ་ཆོས་སྟོན་མཛད་བྱ་འཚལ་གསུང་མ་ནི་ཤིད་ད་ཀ་ད་ཀླུའི་ལི་མ་གདན་དྲངས་ཡང་དང་ཨ་ནུ་ཀླུ་ལ་ཆོས་གསུང་ནི་དམ། གདན་དྲངས་ཀྱི་འཛམ་བུ་ལོན་ལས་ཆོས་སྟོན་བྱེད་པ་ཅིག་བཞག་ཡང་སོགས་ཨོ་ད་ཏིའི་མཛད་པའི་སྐོར་དེ་རེད་ཧོ་འདི་ན་བཞིན། ད་ཀོང་པོ་ཀླུ་སྒྲུབ། ཨ་ནི་ཀླུ་ཡུལ་ལི་མ་སྟེ་ཨ་ནི་ཀླུ་ཡུལ་ལི་ཏི་ཀླུ་ཡི་གདན་དྲངས་པ་ན་བཞིན་ཀླུ་ཡུལ་ནས་ཀླུ་ཡུལ་ལ་ཆོས་གསུང་དེ་ནས་ཀླུ་ཡུལ་ལི་ཡོད་པའི་ང་དུ་ཤེས་ཀྱི་བུམ་པ། མི་ཡུལ་ཡ་གདན་དྲངས་ནས་ཨེ་ནི་དབུ་མའི་ཤིང་རྟའི་སྲོལ་སྤེལ་སོགས་པ་དེ་རྣམ་པར་བ་དེ་འདྲ་ཡིན་པས་ད་ཕྱིན་ང་ཚོ་བློ་ཡུལ་ནས་གདན་དྲངས་པ་དེ་ཤེས་བྱའི་བུམ་པ་ཡིན་དང་མེད་ཡང་དེ་འདྲ་ལས་ཅིག་གསུང་སྟངས་མ་འདྲ་ཡོད་ས་རེད། བློ་ཡུལ་ལ་ཆོས་གསུངས་པའི་སྐབས་ལ་བློ་ཡི་རྒྱལ་པོས་ཨེ་ནི་བློ་ཡུལ་ལ་ཡང་བཞུགས་ར་བྱེད་ཅིག་སོགས་ལྟ་བུ་ཡིན་ནས་འཛམ་བུ་གླིང་ནས་ཨེ་ནི་ཆོས་ལྡན་ཆེ་བ་ཅིག་བཞེངས་དགོས་ཀྱི་ཡོད་དེ་འདྲའི་གསུང་བྱས། གང་ལྟར་བློ་ཡུལ་ནས་ཨེ་ནི་ཆོས་ལྡན་ཞལ་གྱི་རྒྱུ་བྱ་འདམ་རྣམས་བཅས་ཨེ་ནི་བུམ་དང་གཟུངས་དང་རྟོགས་པའི་རིགས་དེ་འདྲ་མང་པོ་ཅིག་སྤྱན་དྲངས་རྗེས་ཨེ་ནི་མི་ཡུལ་ཡར་ཕེབས་པ་རེད་གསུང་ཡ་གཅིག། ཨ་ནི་བུམ་གདན་དྲངས་པའི་སྐབས་ལ་ཨ་ནི་བུམ་གྱི་ཞབས་ནས་ད་ཅུང་ཟད་ཅིག་མ་ཀུ་རི་ཤ་ག་འདྲ་བཏབ་མ་ལ་མ་ཀུམ་པ་ལུ་རུ་ལུ་ཡི་བེ་ཡག་ཅིག་ཏུ་བཏབ་མ་ལ་ཉར་རེ་ཡིན་གསུངས་གྲ་དེ་རེད་དེའི་རྗེས་ལ་ཡག་ད་ང་ཚོ་ཀུམ་པ་ལུ་རུ་གི་འཛམ་བུ་ལེགས་ན་རོ་ལ་ཡག་ཨ་ནི་ཆོས་ཀྱི་དགྲ་ལན་གསུམ། ཨོ་འཇིག་རྟེན་འདི་ག་ལ་ཡག་ཨ་ནི་དམ་པའི་ཆོས་ལ་ཡག་དགྲ་ལན་གསུམ་བྱུང་བའི་སྐབས་ལ་ཆ་བཞག་པ་ཡིན་ནས་སྐབས་དེ་དུས་འགའ་ཤས་ཀྱི་ཆ་ཚང་ཡོག་རེ་ཟེར་ཅིག་ད་འགའ་ཤས་ཀྱི་ཆ་ཚང་ཡོག་མ་རེད་ཟེར་གི་དེ་འདྲའི་གསུང་ཚུལ་ཁག་གཉིས་ཡོང་གི་འདུག་བ། ད་ལྟའི་ཆར་ཕྱག་བྱ་བ་ནི་ང་ཚོས་ད་ལྟ་བུམ་ལ་ཡང་བསྲེས་པ་ཡིན་ན་ནི་བུམ་གྱི་ད་ལྟ་རྟག་ཏུ་ངུའི་ལེའུ་དང་ནི་ཆོས་འཕགས་ཀྱི་ལེའུ་གཉིས་པོ་དེ་ནི་བརྒྱད་སྟོང་ནས་ཚུར་ལེན་བྱས་ནི་བུམ་གྱི་དགུ་ལ་ཡང་སྦྱར་བའོ་དེ་གཉིས་ལ་ཡང་ང་ཚོ་རྒྱས་བསྡུས་ཀྱི་ཁྱད་པར་དམིགས་བསལ་འགའི་ཡོད་ས་མ་རེད་གཅིག་པུ་གཅིག་རྐྱང་རབ་ཅིག་ཡོད་པ་དེ་དེ་དེ་གསུམ་པོ་འདུག་གོ་འོ་དེ་འདྲ་གཉིས་ནང་ད་གང་ལྟར་མགོན་པོ་ཀླུ་སྒྲུབ་ཀྱི། ཨོ་དེ་འདྲ་ཡིན་དུས་ད་ང་ཚོ་སྤྱི་ཡོངས་ཀྱིས་ད་ཅི་ཞི་ཅིན་སྟོང་དྲག་བརྒྱད་པ་དང་འབུམ་གྱི་ཞབས་ལོ་ནས་བལྟས་ཚེ་ད་ལྟ་དགོན་པ་ཀླུ་རུ་ཀླུ་ཡུལ་ཕལ་ཡག་གི་གཏམ་མའི་ཆེད་དུ་ཀླུའི་མ་སྐུ་རུ་རེ་སོང་ཡང་གཅིག་དང་དམ་པའི་ཆོས་ལ་ཡང་དགྲ་ལན་གསུམ་བྱུང་ཡང་གབ་ལ་ཡང་ཆགས་སྡང་ཡོད་རེ་སོང་ཡང་གི་གཉིས་ཡོད་པའི་ནང་ནས་དགྲ་ལན་གསུམ་བྱུང་ཡང་གབ་ལ་ཧོ་ཆགས་སྡང་ཡོད་པ་དེ་དག་པ་ཡིན་ཞེས་ཆོས་རང་སྤྱི་ཚུལ་ལྟར་རང་ལ་དེ་རིན་དྲི་བཅས། གསུངས། ཞབས་ལ་འདི་འདྲས་བྱས་ནས་གང་དག་བློས་གྲོགས་བྱས་ནས། འཛམ་བུ་གླིང་གི་ད་ཡུལ་གྲུ་མང་པོ་ཅིག་ལ་མཆོད་རྟེན་བྱེ་བ་གཅིག་བཞག་ན་པ་དེ་དེའི་ནང་ལས་ད་གང་དུ་དཔེ་མཚོན་རང་བཞིན་གཅིག་སྟེ་དོ་ཡི་སྟེང་གི་མཆོད་རྟེན་གྱི་ཡི་གེ་ཨོ་རྩེའི་མཆོད་རྟེན་དེ་དགོན་པ་ཀླུ་སྒྲུབ་ཀྱི་ཞང་པ་ལྷག་པར་དུ་མཆོད་རྟེན་གྱི་སྲུང་སྐྱོབ་བྱེད་དུ་ཨ་ནེ་ཏོའི་དྲ་མིག་ལ་བཞག་པ་དེ་ནང་བཞིན་གྱི་པ་འདི་བྲེ་ག་སྤུངས་པ་དང་དེའི་ང་ཚོ། སྟོན་པ་བཅོམ་ལྡན་འདས་ཀྱིས་ད་ལྟ་དུས་ཀྱི་འཁོར་ལོའི་རྩ་རྒྱུད་ཐོག་མར་གསུངས་སའི་པ་འདི་བྲེ་སྤུངས་ཀྱི་ཆོས་སྡེ་ལས་ཨ་ནེ་ཏོའི་དྲ་མིག་སྐོར་ལ་སོགས་པ་ད་དུ་ཡུལ་གྱི་ང་ཚོ་གནས་བཤད་ཀྱི་བུ་རྒྱུད་ཁག་ལ་ཡོད་པ་དེ་རེད། པོ་དེ་འདྲའི་ཕྱིར་ད་ཀོང་པོ་ཀླུ་སྒྲུབ་ཀྱི་མཚན་ལས་ཀླུ་སྒྲུབ་ཟེར་གྱི་མཚན་ཐོགས་ཡ་དེ་དང་ཨ་ནེ། རྒྱུ་མཚན་དེ་དང་འབྲེལ་བ་ཡོད་རེད་དེ་ནང་བཞིན་གྱི་ཀླུ་ཡོད་ནས་ད་ལྟ་ཤེས་བྱའི་བུམ་པ་ལ་སོགས་པ་དེ་འདྲས་སྤྱན་འོས་ཀྱི་ང་ཚོ་གདན་དྲངས་པ་རེད་ཅེས། གསུང་གི་ཡོད་རེད་ཡིན་པའི་ནས་ད་སྔ་སུ་དཔལ་ས་སྐྱ་པའི་མཁས་པ་ཆེན་པོ་པན་ཆེན་ཤཱཀྱ་མཆོག་ལྡན་གྱིས་བསྩལ་བའི་ད་ལྟ་ཤེས་རབ་ཀྱི་ཕ་རོལ་ཕྱིན་པའི་མན་ངག་གི་བསྟན་བཅོས་ཨ་ནི་མངོན་པར་རྟོགས་པའི་ད་ལྟ་རྒྱན་གྱི་འགྲེལ་པ། འདིའི་ནང་ལ་ཆ་བཞག་པས་ན་དཔལ་ཆེན་ཤཱཀྱ་མཆོག་ལྡན་ཏེ་ཆིག་སྟོང་བཞི་བརྒྱ་ཉིས་བརྒྱ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་བཅུ་མི་བདུན་ལོ་ལ་དགོངས་པ་རྫོགས་པ་རེད། འོན་ཏེ་པན་ཆེན་ཤཱཀྱ་མཆོག་ལྡན་གྱིས་བསྩལ་བའི་ད་ལྟ་མངོན་རྟོགས་རྒྱན་གྱི་འགྲེལ་པ། འདི་པན་ཆེན་ཤཱཀྱ་མཆོག་ལྡན་གྱི་བཀའ་འབུམ་པོད་དག་པ་དེ་རེད་ད་ང་ཚོ་པི་རིང་སྤྲུལ་པ་པི་རིང་རེད་དེ་ཚང་གི་ཡིག་གཟུགས་བྱས་ནས་སོགས་ལས་དོན་ལ་བའི་དེའི་ཤོག་གྲངས་བཞི་པའི་སྟོན་ཤོག་གི་ཡོན་ཏན་གཉིས་པའི་ནང་ལོགས་ལ་ནི་འདི་གསུངས་ཤིང་སྤྱི་ཡོངས་ལྔ་གཙོ་གླེགས་བམ་གྱི་གྲངས་ལ་ཆ་བཞག་པའི་ནི་དགེ་བའི་བཤེས་གཉེན་ཤར་བ་ཆེན་པོའི་བཀའ་ཕྱག་ན་ལོགས་ལ་ནི་ཤིན་ཏུ་རྒྱས་པ་བཞི་ཅན་བྱེ་བ་ཕྲག་བརྒྱ་པ་ནི་དྲི་ཟའི་གནས་ལ་ཡང་བཞུགས་ཡོད་པར་བྱས།

ཁྲི་དང་ལྷ་ཀླུ་དྲི་ཟ་ལ་སོགས་པ་དེ་འདྲའི་ཡུལ་མང་པོ་ཅིག་ལ་ང་ཚོ་ད་གསུང་རབ་ལེགས་པར་སྟོན་ཚུལ་ཕྱོགས་དང་མཚམས་མེད་པར་བཞུགས་སུ་གསོལ། འོ་དེ་འདྲ་ཡིན་དུས་ད་ཤེས་བྱའི་སྟོང་ཕྲག་བརྒྱ་པ་དེ་ཀླུའི་གནས་ལ་བཞུགས་ཡོད་པ་ཡིན་ཙང་ཨ་ནི་མགོན་པོ་ཀླུ་སྒྲུབ་ཀྱི་མི་ཡུལ་ལ་ཡང་ཀླུའི་ཡུལ་ནས་གཏེར་དྲངས་ནས་མི་ཡུལ་ལ་ཡང་གཏེར་དྲངས་པ་རེད་འོ་ད་དེ་ལྷག་མ་གཏད་ས་དེ་ཀླུའི་ཡུལ་ལ་མ་གཏད་མར་བཞག་ཅེས་ཆ་ཚང་ཅིག་མ་རེད་བ་གསུང་སྲོལ་ཅིག་དེ་རེད་འོ་དེ་འདྲ་ཅིག་བྲིས་ཡོད་རེད་དེ་འདྲ་ལ་བརྟེན་ནས་ང་ཚོ་སྤྱི་ཡོངས་ད་ལྟ་ཨ་རི་ཀའི་ཨ་ནི་རྒྱལ་སྤྱི།

སྐྱབས་གདུག་ཅན་དུ་གྲགས་པ། ཨ་ནི་དཀར་ཕྱོགས་ཀྱི་བླ་རྒྱུད་དུ་སྐྱེས་པར་གྲགས་པ། ཨི་ནི་ལོ་ཙཱ་བ་ང་ཚོ་སྤྱི་ཁྱི་དྲུག་དང་ཨ་ནི་ཞང་བན་ཏི་ཤི་ཏི་ལ་སོགས་པའི་འགྱུར་དེ་དག་གི་མ་གྲགས་ཁག་དྲུག་ཡོད་པ་དེ་འདྲའི་གསུང་གི་རོ། ན་ཞིག་གི་ད་ང་ཚོ་ལོ་ཆེན་རིན་ཆེན་དྲུག་གི་བྱ་བ་གི་བྱ་བཞག་བས་ན་མ་ལ་ཡ་ད་ཡོད་པ་ད་ལྟ་ད་གྲའམ་ཚུ་འཆི་བ་ལ་སོགས་པའི་དེ་འདྲ་གི་ཞུ་དག་རགས་རྩ་ཆེ་མཛད་པ་དེ་འདྲའི་ཡོད་པ་རེད་འོ་ད་དེ་འདྲའི་གང་ད་པན་ཤཱ་ཀྱ་མཆོག་ལྡན་གྱི་ད་ད་སྔོན་རྡོ་རྗེ་འགའི་བྲིས་པའི་ནང་དུ་གསལ་བ་ན་གཞན་ཆད་ནས་ཡོངས་གྲགས་དཔལ་མཛོད་འཕགས་པ་ཀླུ་དྲུག་གིས་ཨེ་ནི་ཀླུ་ཡི་གནས་དང་ད་གདན་དྲངས་པ་འདི་ཤི་སྦྱིན། སྟོང་ཕྲག་བརྒྱ་པ་ཡིན་པ་འདིའི་སྲས་ཡོད་རེད་ཡིན་པ་ཡི་གནས་དང་ད། གུང་བློ་བཟང་བ་གོམ་པ་སྐྱབས་ཀྱིས་མཛད་པའི་རྒྱ་ནག་ཆོས་འབྱུང། ད་གུང་བློ་བཟང་གོམ་པ་སྐྱབས་འདི་སྤྱི་ལོའི་དུས་རབས་བཅོ་བརྒྱད་པའི་ནང་ལོར་བྱུང་བ་རེད་ད་དེ་ནས་དོལ་ཚོས་རིན་པོ་གེ་མར་དེ་ཡིན་ན་ཁོང་གི་འཁྲུངས་འདས་སོགས་སུ་སྙིགས་མི་འདུག་ད་ཁོང་གིས་ད་ད་མཛད་པའི་རྒྱ་ནག་ཆོས་འབྱུང་འདི་ད་རྒྱ་ནག་ལས་ནང་པའི་ཆོས་ག་འདྲ་ག་འདྲ་དར་ཡོད་མེད་ལ་སོགས་པ་དེའི་ལོ་རྒྱུས་དེ་རེད། དེའི་དུས་ད་རྒྱ་ནག་ཆོས་འབྱུང་འདི་ཟི་རིལ་མི་རིལ་པུ་ཏི་ཁ་ནས་བརྒྱད་གྱ་གསུམ་ལོར་ལ། པར་སྤྲོས་བཤད་པའི་ཤོག་གྲངས་བརྒྱ་དང་དགུ་བཅུ། འོ་གོ་དྲུག་གི་ནང་ལོགས་ལ་འདི་གསུངས་བྱ། ད་ལྟ་ས་བཅུ་པའི་མདོ་ནི་བམ་པོ་དགུ་པ་འདི་སློབ་པའི་གོང་ས་གཉིས་ཀྱི་རྒྱུར། སློབ་པའི་གོང་ས་གཉིས་ཀྱི་རྒྱུར་བྱས་ཆོས་ཀྱི་དབྱིངས་ལ་འཇུག་པ་ལས་ཡི་གེ་སྒོ་བཞི་གཉིས་པ་ཁོལ་དུ་ཕྱུང་བ་རྣལ་འབྱོར་གྱི་དབང་ཕྱུག་ཨ་མོ་ཀ་བན་ཛའི་རྒྱུར་ནང་བཞུགས་གསུངས་བྱ། དེ་འདྲ་ཡིན་དུས་འདི་ཡིག་ཆུང་གི་ནང་ལོགས་ལ་ནི་རྒྱ་ནག་གི་ལུགས་ལ་སྤྱི་ཡོངས་མགོན་པོ་ཀླུ་སྒྲུབ་ཀྱིས་ཀླུ་ཡུལ་ནས་དེ་དྲང་ཟད་ཀྱི་ཆོས་དེ་ཨེ་ནི་ཤེས་བྱེད་ལ་གཟིགས་ཡོད་མ་རེད། ཨེ་ནི་རྒྱ་ནག་གི་འོ་ན་ཤེས་བྱེད་ལ་གཟིགས་མེད་ན་ག་པར་གཟིགས་ཡོད་རེད་ལབ་པ་ནི་དེ་ཕལ་ཆེར་ལ་ཡང་ཨེ་ནི་ངོས་འཛིན་གྱི་འདུག་ཅེས་འདི་གསུངས་བཞག་དེའི་འདུས་བྱས་དང། ཤེས་བྱེད་ཡིན་དང་ཕལ་ཆེར་ཡིན་དེ་གཉིས་ལ་ཡང་ང་ཚོ་རྒྱ་དཀར་ནག་ག་ས་ད་རྒྱ་བོད་གཉིས་ཀྱི་ངའི་རྫུན་རྩིས་མ་འདྲ་བ་རེད། འོ་དེ་འདྲ་ཡིན་དུས་ད་ཡང་ང་ཚོ་ཡོངས་གྲགས་མགོན་པོ་ཀླུ་སྒྲུབ་ཀྱི་བློ་ཡུལ་ནས་དེའི་དྲངས་པའི་གཞུང་དེ་ཤེས་བྱེད་རེད་གསུང་དགོས་ཡོད་དེ་ཡིན་པས་ནི་དེ་མ་ཡིན་པ་རྒྱ་ནག་ཆོས་འབྱུང་ནང་ལོགས་ལ་ཨེ་ནི་ཕལ་ཆེར་ཡིན་པ་དེའི་གསུང་བཞག། ཧོ། ལ་སོ་ད་དེ་ནས་མགོན་པོ་ཀླུ་སྒྲུབ་ཀླུ་ཡུལ་ལ་ཕེབས་ད་ཀླུ་ཡུལ་ལ་གར་བྱས་ནས་ཕེབས་པ་ཨན་ཀླུ་ཡུལ་ནས་གར་བྱས་གདན་དྲངས་པ་ཨན་ཀླུ་ཡུལ་ཕེབས་ཀྱི་དགོས་པ་རྒྱུ་མཚན་ལ་སོགས་པ་ཐད་ཀྱི་ཞུས་ཟིན་པ་རེད་ད་འོ་ན་འདི་འདྲ་མ་སྙོར་ཚར་གཅིག་སྟེ་མགོན་པོ་ཀླུ་སྒྲུབ་ཕེབས་ས་དེ་ད་ད་ཀླུ་ཡུལ་ལ་ཕེབས་ནས་ཨནི་ད་ད་ཤེས་བྱའི་གདན་དྲངས་པ་རེད་གསུང་དགོས་བ་རེད་ཡིན་པས་ན་ད་ང་ཚོ་ཀླུ་ཡུལ་ཟེར་དེ་ག་འདྲ་ཅིག་རེད།

ཧོ། ཀོང་པོ་ཀླུ་སྒྲུབ་བྱེད་ཡུལ་གྱི་བརྡ་འདི་ང་ཚོ་བློ་ཡུལ་གསལ་ཏེ་ཀླུ་ནི་ག་པར་ཡོད་མེད་ཀྱི་ཐད་ལ་ཡང་འཇིག་རྟེན་གཞན་དག་སྟེ་ཡང་ན་ས་འོག་ལ་ཡོད་པ་དང་ཡང་ན་རྒྱ་གར་ལ་ཡོད་པ་དང་ཡང་ན་རྒྱ་ནག་ལ་ཡོད་པ་ལ་སོགས་པ་དེ་འདྲ་གི་དུས་རྒྱུན་མཁས་པའི་བཞེད་ཚུལ་མང་པོ་ཡོད་རེད་དེ་འདྲའི་ཡིན་དུས་ད་དེའི་ནང་ལོགས་ནས་རྒྱ་གར་ཕ་བའི་ཡུལ་གྱི་ད་ལྟ་སློབ་དཔོན་ཙན་དྲ་ཁོ་མིས་མཛད་པའི་གླུ་བྲིན། གླུ་བྲིན་འདི་ད་ལྟ་འདི་རེད་ང་ཚོ་རྒྱ་གར་མཁས་པའི་གསུང་གི་མིང་བཟའ་བསྟན་འགྱུར་བྱས་བསྟན་འགྱུར་ནང་ནས་བསྟན་འགྱུར་པི་ཏུ་མ། པི་ཏུ་མའི་ནང་ལོགས་ཀྱི་ད་འདི་ཚན་དྲ་བ་འདི་སྤྲིངས་ཡིག་ནང་དུ།

གདེངས་ཀ་ཅན། ཆེན་པོ་རྣམས་ཀྱིས་གཙུག་གི་རྒྱན་ཞིག་གོས་བསྣོལ་ནས་ས་ཡི་གཏིང་ན་གནས་པའི་རབ་རིབ་སེལ་བར་མཛད། འོ་ད་འདི་སྲུང་མ་བཞི་ཤ་བྱས་པ་ཡིན་ན་མགོན་པོ་ཀླུ་དྲུག་གི་ཚེ་འདི་ཀླུ་ཡི་སྲས་ཏེ་བཞིའི་གདན་དྲངས་སྲས་ཏེ་ས་ཡི་གཏིང་ན་གནས་པ་ཀླུ་ཡི་སྲས་ཏེ་དེའི་གཟུངས་བཞག། དེ་ཡིན་དུས་ད་དེ་ལྟ་བུའི་ངང་ཚུལ་ཀླུ་ཡུལ་ཏེ་ས་འོག་ལ་ཡོད་པའི་འཇིག་རྟེན། ངང་ཚུལ་ག་འདྲ་འཇོག་རེས་ལབ་པ་ཡིན་ན།

ཨ་ནི་བ། ཀླུའི་ཡུལ་ནི་འཛམ་བུའི་གླིང་ཇི་བཞིན་དུ་གསང་བ་ལ་ཡོད་པའི་ཀླུའི་ཡུལ་འདི་ང་ཚོ་ད་ལྟ་ང་ཚོ་གནས་སའི་འཛམ་བུ་གླིང་ཇི་མ་ཇི་བཞིན་དུ་ཨ་ནི་མཚོ་ཆེན་པོ་ཅིག་ཡོད་པ་རེད། ཨ་ནི་མཚོ་དེའི་ནང་ལ་ཡང་ཡོད་པའི་ཀླུ་དང་མཚོ་ཨ་ནི་ལོངས་སྤྱོད་ཧ་ཅང་གི་རྒྱ་ཆེན་པོ་ཡོད་པ། ཨ་ནི་མཚོ་དེའི་ཁ་ལ་ཡང་ཨ་ནི་ཆུ་ཀླུང་ཆེན་པོ་བཞི་བབས་པ། ཨ་ནི་དེའང་ཤར་དང་ལྷོ་དང་ནུབ་དང་བྱང་ལ་བར་པ། ཨེ་ནི་ཆུ་དེས་ང་ཚོ་རིགས་བཞིའི། ཨེ་ནི་ཀླུའི་ནང་ལ་ཡང་ག་ས། ཀླུའི་མཚོའི་ནང་ལ་ཡང་བབ་ཡོད་རེད་གསུངས་བྱ་འོ་དེ་འདྲ་ཡིན་དུས་ག་ད། ལ་ནས་ཨེ་ནི་ཀླུའི་འཇིག་རྟེན་ཟེར་དེ་ས་འོག་གི་ཚིག་བླ་དྭགས་ཡིན་པ་ཨེ་ནི་སྔོན་ཆུ་གཞུང་དུ་གསལ་ཡོད། དེ་ནས་ཤི་ད་ང་ཚོ་རྗེ་བཙུན་རེ་དྭགས་བ་ཆེན་པོས་མཛད་པའི། ད་ད་ཐུགས་དགོངས་མཛད་ཚུལ་ད་རྗེ་བཙུན་རེ་དྭགས་བ་ཆེན་པོ་དེ་གཅིག་སྟོང་སུམ་བརྒྱ་བཞི་བཞི་དགུ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་བཞི་བརྒྱ་བཅུ་གཉིས་ལོ་ལ་དགོངས་པ་རྫོགས་པ་རེད་ཁོང་གིས་མཛད་པའི་ད་ད། ཐུགས་དགོངས་མཛད་ཚུལ་ཟེར་དེའི་གཞུང་དེ་འདི་རེད། ཁྱེད་ཚོས་རེ་ལྟ་བའི་གསུང་འབུམ་གྱི་བསྟོད་ཚོགས་པོད་ལྔ་པ་གསུང་པོད་ཐུབ་སྤྲུལ་གྲས་དེ་རེད། དེའི་དཔེ་རིས་འབྱེད་པའི་དཔེ་རིས་དེ་སྤྲུལ་པ་དཔེ་རིས་ཤོག་གྲངས་བཅོ་ལྔའི་རྒྱབ་ཤོག་ཡིག་འབྲི་ལྔ་པ་ནས། མ་གསལ་བྱས་དེའི་ནང་ལུས་ལ་ཀླུ་ཡི་ཡུལ་སོགས་འཇིག་རྟེན་གཞན་དག་ནས་ཟབ་ཅིང་རྒྱ་ཆེའི་མདོ་སྡེ་སྣ་མང་བླངས། བརྟག་དཔྱད་མཐའ་བྲལ་མུན་པ་མཐུག་པོ་གཅོམ། མཐའ་བྲལ་དབུ་མའི་སྒྲོན་མེ་དེ་ཡིས་འབར། ཟེར་གསུངས་པ་ན་ཤིང་རྟ་གང་དག། བྱེད་རྩོལ་རི་དྭགས་བ་ཆེན་པོས་ཀླུ་ཡི་ཡུལ་སོགས་འཇིག་རྟེན་གཞན་དག་ནས་བྱས། ཀླུ་ཡུལ་དེ་འཇིག་རྟེན་གཞན་དག་ཡིན་པ་ལ་གསུངས། ཤྭོ་ད་དེ་ནས་ཟབ་པ་དང་རྒྱ་ཆེ་བའི་མདོ་སྡེ་ཚོ་དུ་མ་བླངས། དབུ་མའི་ཤིང་རྟའི་སྒྲོན་མེ་འདི་སྤར། སྟོན་གྱི་འོ་ད་འདིའི་འཇིག་རྟེན་འདི་ང་ཚོ་འཇིག་རྟེན་གཞན་དག་ལས་ངོས་འཛིན་པར་བ། དེ་ཡིན་དུས་ད་ང་ཚོའི་བློ་ཡུལ་འདི་འཇིག་རྟེན་གཞན་དག་ཡིན་པར་གསུངས་ཡོད་རེད་དེ་འདྲ་ཡིན་དུས་ཡང་འགའ་ཤས་ཀྱིས་ང་ཚོའི་བློ་ཡུལ་འདི་ད་ཅི་གོང་ནས་ཞུས་པ་ན་ཤེས་རེད་ས་འོག་ཏུ་ཡོད་པ་དེ་འདྲའི་གསུང་གི་ཡོད་རེད་ད་གང་ལྟར་ཀོང་པོ་ཀླུ་སྒྲུབ་ཀྱི་བློ་ཡུལ་ནས་ཕེབས་ཨེ་ནི་བློ་ཡུལ་ནས་ད་ལྟ་ཤེས་བྱའི་གདན་དྲངས་ཟེར་ཡག་གི་དོན་དག་འདི་ཨེ་ནི་རྒྱ་གར་འཕགས་པའི་ཡུལ་ལ་ཡང་ཨེ་ནི་ཐེག་ཆེན་གྱི་བསྟན་པ་ཧ་ཅང་གི་ཉམས་ཆག་ཆེན་པོ་ཆེན་ཨན་ཐེག་ཆེན་གྱི་བསྟན་པ་དང་ཨན་དེའི་གསུང་རབ་གླེགས་བམ་ལ་སོགས་པ་དང་ཚུལ་བློ་དེ་ཚོའི་བློ་ཡུལ་མ་བསྟན་གྲང་ནས་ཨན། ཕྱིས་སུ་ང་ཚོ་ཐེག་ཆེན་བསྟན་པ་ཡང་དར་སྤེལ་དང་ཉམས་གསོ་བྱེད་པའི་སྐབས་ལ་ཨན་བློ་ཡུལ་ཡོད་པའི་ཐེག་ཆེན་གྱི་གསུང་རབ་གླེགས་བམ་དང་དང་ཚུལ་ཡང་དཔེ་ལ་བྱེད་ཀྱི་བུམ་པ་ལ་སོགས་པ་དང་ཚུལ་བསྟན་དྲངས་པ་རེད་ཟེར་བའི་དོན་དག་དེ་ཅིའང་ང་ཚོ་རྒྱ་གར་འཕགས་པའི་ཨོ་ཅེ་ཨོ་ད་ལྟ་ང་ཚོ་ལོ་རྒྱུས་སྨྲ་བ་དོན་ཚེ་གསུང་དང་གཅིག་མཚུངས་རེད་ཡིན་པ་ཡིན་ནའི་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱི་ཤེས་བྱེད་ཀྱི་གཞུང་ད་ལྟ་དེ་དྲངས་ཚེ་ང་ཚོ་འཇིག་རྟེན་གཞན་དག་ཡིན་ན་རེད་ཡང་ན་གསར་བ་ནས་བཏོན་པའི་ཨ་ནི་སྐད་ཆ་གཅིག་མ་གཏོགས་རྗེས་བློ་ཡི་ཡུལ་བྱེད་བྱེད་ས་ཆ་ད་ག་སྐབས་ཅི་ལས་ཕེབས་བྱས་གནམ་ཕེབས་པའི་དོན་དག་མ་རེད། འཕགས་པ་ཀླུ་རུ་ཤག་གི་སྤྱི་ཡོངས་སྐུ་ཚེ་རྨད་དུ་ཆགས་བཞག་པས་ནི་ལྷོ་ཕྱོགས་དཔལ་གྱི་རི་ལ་ཡང་ཨ་ནི་མགོན་པོ་ཀླུ་སྒྲུབ་གྲུབ་པ་བསྐྱོན་ནས་བཞུགས་སའི། ད་ལྟ་ས་ཆ་འདི་རེད་ཡ་ཨ་ཁ་ད་གོམ་པ་འདུག་འགྲོ་བློ་ཡིད་ལ་བྱོན་ཟེ། ས་ཆ་འདི་རེད་བྱས་ཏེ་ང་ཚོ་བྲག་ཀོང་ཀོང་ད་བྲག་གི་ཁྲོན་པ་འདྲ་པོ་ཅིག་མ་ཀོང་ཀོང་ཆུ་འཁྱིལ་ནས་ཟེར་ཨོ་ད་འདི། དུས་རྒྱུན་ང་ཚོ་གནས་བཤད་གནང་པའི་སྐབས་ལ་ཆ་བཞག་པ་ཡིན་ན་ཨ་གོམ་པ་འདུག་འགྲོ་བློ་ཡུལ་ལ་མ་ད་ལྟ་གཤིན་རྗེ་བུམ་པ་གདན་དྲངས་ས་འདི་ན་མ་ཨ་བློ་ཡུལ་ལ་ཕེབས་བྱས། ཨོ་གཤིན་རྗེ་བུམ་པ་གདན་དྲངས་པ་རེད་བྱས་ཨོ་ད་རྒྱ་གར་ལྷོ་ཕྱོགས་དཔལ་གི་རི་ད་ད་ས་འོག་ལ་ཡོད་པས་བྱོས་ཟེར་དེ་འདྲ་ཅིག་འདུག་དེ་འདྲ་ཡིན་དུས་གང་ལྟར་བྲག་ཁྲོན་པ་འདྲ་བའི་བྲག་ཀོང་ཀོང་ཨ་ནི་ད་ལྟ་ང་ཚོ་ཆུ་འཁྱིལ་ས། འོ་དེབ་འདི་ཡང་ང་ཚོའི་ས་འོག་གི་འཇིག་རྟེན་གཞན་དག་ཡིན་དང་མེད་དེའི་འོག་ལ་ཡང་འཇིག་རྟེན་གཞན་དག་ཡོད་དང་མེད། འོ་ཏུང་ཙེ་ཡང་ཐུགས་བསམ་བཞེས་དགོས་ཅི་རེད། འོ་ལ་བཟོ་ལྟ་དང་གཅིག་གོང་ལ་ཞུམ་ན་ཆེ་རེད། ཀ་ད། ང་བཟོ་ལྟ་ལ་ལོ་རྒྱུས་དང་བྱུང་རབས་མང་པོ་ཅི་ཡིན་ངག་ལ་གོམས་པ་བློ་གྲོས་བློ་ཡིད་ལ་འཕེལ་བ་རེད་ཟེར་གི་བློ་ཡིད་དེ། ཡང་ནི་འཇིག་རྟེན་གཞན་ལ་ཡིན་པ་དང་ཡང་འགའ་ཤས་ཀྱིས་ས་འོག་ཏུ་ཡོད་པ་ལ་སོགས་པ། འོ་དེ་འདྲའི་གསུང་དགོས་རེད་ཡིན་པས་ནི་ད་སྤྱི་ཡོངས་ངང་དུ་དོན་དངོས་པོའི་ཐོག་ལ་ཆ་བཞག་པ་ནི་གོང་བུ་ཀླུ་སྒྲུབ་ཨ་ནེ་བློ་ཡིད་ལ་མ་ཕེབས་ནས་ཕྱིའི་སྤྱིའི་གི་སྟོབས་ལྡན་དྲངས་པ་རེད་ཟེར་གི་དོན་དངོས་པོ་དེ་ང་ཚོ་རྒྱ་གར་ཕག་པའི་གཞུང་ལས་ཨ་ནེ་ཚེ་དང་བསྟན་པ་ལས་ཉམས་ཆག་ཤུགས་ཆེན་པོ་བྱེད་བློ་ཡིད་ཀྱི་ད་ལྟ་ཕྱི་སྤྱི་གི་གཞུང་གདན་དྲངས་ཡང་དེ་ད་ས་ཆ་ག་གེ་མོ་བྱས་ན་ས་འོག་ལ་ཕེབས་པ་དང་འཇིག་རྟེན་གཞན་དག་ལ་ཕེབས་པ་དེ་འདྲ་མ་ཡིན་པ་བྱས་གོང་བུ་ཀླུ་སྒྲུབ་རང་གི་སྐུ་ཚེ་སྨད་གི་ད་ལྟ་སྒྲུབ་པ་བསྐྱོན་ས་གཙོ་བོ་དེ་ལྷོ་ཕྱོགས་དཔལ་གྱི་རི་ལ་གོང་བུ་ཀླུ་སྒྲུབ་ད་སྒྲུབ་པར་བསྐྱོན་པས།

བ་སྐ་རགས་སི་ཏུ་དེ་གཅིག་སྟོང་དྲུག་བརྒྱ་དགུ་བཅུ་གོ་བརྒྱད་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་བདུན་བརྒྱ་བདུན་ཅུ་དོན་ལྔའི་ལོ་ལ་བཀའ་ས་གཅིག་སྟོང་བདུན་བརྒྱ་ལྔ་བཅུ་ནས་ལྔའི་ལོ་ལ་དགོངས་པ་རྫོགས་པ་རེད། འོ་ད་ཁོང་གི་ད་ལྟ་དེ་རྗེས་གང་ལྟར་ད་མདོ་ཁམས་དང་རྒྱ་ནག་ཡུན་ནན་ནི་རི་བོ་བྱ་དཀར་ནག་སོགས་པ་དེ་ཚོ་ལས་ནི་གནས་སྐོར་ཕེབས་ནས་གནས་སྐོར་འགའ་ཤས་ཀྱི་ནི་ལམ་ཡིག་ད་ལྟ་འཕྲུལ་སྣང་ལས་ཅུང་ནས་གསལ་བའི་ཨ་མདར་ཕྱག་འཚལ་གྱི་ལམ་ཡིག་བྲིས་གནང་ཡོད་རེད་འོ་ད་དེའི་ལམ་ཡིག་དེ་སྤྱི་ཡོངས་ད་ལྟ་གནས་ཡིག་ཕྱོགས་བསྒྲིགས་ཟི་ཁྲོན་མི་རིགས་དཔེ་སྡུར་ཁང་ནས་དགུ་བཅུ་གོ་བརྒྱད་ལོ་ལ་བཀའ་ཁྲི་ཞུས་པའི་ཤོག་གྲངས་ཧོ། ལྔ་བརྒྱ་བརྒྱད་ཅུ་ཐམ་པའི་ནང་ལོགས་ལ། འདི་འཁོད་བྱ་དང། ཐོགས་མེད་ཀྱི་གནས་ནས་སི་ཏཱ་ཕག་མོ་ཐོགས་མེད་ཀྱི་རྗེ་བཙུན་བྱམས་མགོན་ལོ་བཅུ་གཉིས་གྲུབ་སའི་རི་བོ་བྱ་ཁང་འདི་རྒྱ་ནག་ལ་ཡོད་པ་ཅེས་བྲིས་གནང་ཡོད་རེད་འོ་ད་དེའི་གནས་ནས་མ་ལེ་བར་སྔ་ཕྱི་བ་ཡིན་ན་སྤྱི་ཡོངས་ཀྱི་རི་རྩ་ཡོད་སའི་ངོས་ལ་ཡང་ང་ཚོ་ས་ས་སྟོང་འོ་འདྲ་བའི་དྲ་འབུ་བྱེ་བ་རེད་ད་དེ་ནས་དྲ་འབུ་འདི་ནས་མ་ཐུར་དུ་ཕྱིན་པ་ད་དྲ་འབུ་ད་ཅི་གོང་ལ་སྐུ་པ་ལྷོ་ཕྱོགས་དཔལ་གྱི་རི་ལ་ཡོད་པའི་བ་དེའི་སོ་ཅོ་གྱུར་པ།

ཤིའི་དུང་དེའི་ལ་བཞི་དང་ཤིའི་དུང་དེ་ཟེར་ན་འཕགས་པ་ཀླུ་ཕྲུག་གི་སྒྲུབ་ཕུག་དང་ཀླུ་ཡུལ་དུ་བྱོན་པ་དང་ཤེས་བྱའི་གདན་དྲངས་པའི་ས་ཆ་དེ་རེད་བྱས། དུས་རྒྱུན་གནས་བཤད་ན་དེ་རེད་བྱས་དེ་ཡིན་དུས་ཚོད་དང་དེ་འདྲས་ཀྱི་ཀླུ་ཡུལ་ཤེས་བྱའི་གདན་དྲངས་སའི་ཀླུ་ཡུལ་དེ་རྒྱ་ནག་ལ་ཡོད་པས། སྐོར་དེ་ཟླ་དཀར་དོང་འདི་ཚང་ནོར་བུ་དེའི་ནང་ལ་བཀོད་བཞག། ད་ཡིན་པ་ཡིན་ནས་ད་ལྟ་བློ་ཡུལ་གསལ་ཏེ་ད་དེང་སང་གི་མཁས་པ་ཟེར་ནས་མི་འདུག་ཡང་ན་ལོ་རྒྱུས་སྨྲ་བ་ཁ་ཤས་ཀྱིས་ནི་རྒྱ་གར་ལྷོ་ཕྱོགས་ཀྱི་ས་ཁུལ་ལས་ཡོད་པ་ནི་དེའང་གནའ་རབས་ད་མགོན་པོ་ཀླུ་སྒྲུབ་ལ་སོགས་པ་ཁོང་ཚོས་ད་བྱོན་པའི་སྐུ་ལ་ཆ་བཞག་པ་ནི་ཀླུ་ལ་མཆོད་པ་ཕུལ། རྒྱལ་པོས། དེ་ལས་སྟོབས་ཚུལ་ཆེ་བ་ཕུལ་བ་ཙམ་མ་ཟད་སྐབས་དེ་དུས་ཀྱི་རྒྱལ་པོའི་མིང་དང་དུ་ཆ་ཤས་ལ་ཆ་བཞག་པའི་ནས་ད་ལྟ་ཀླུ་སྲས་ཀྱི་ནང་དུ་ནགས་སྲས་ཟེར་བ། ནགས་སྲས་དེ་ཕུ་ག་ཚུར་བསྒྱུར་བ་འདི་ཀླུ་རི་བ་ཨོ་ཀླུ་སྲས་ཀྱི་མིང་ཡོད་པས། ཨོ་དེ་འདྲ་གི་ད་ཡུལ་གྲུ་དང་ལུང་པ་མང་པོ་ཅིག་ལས་ཡོད་པ་དེ་འདྲ་ཅིག་ལ་ཡང་ངོས་འཛིན་གྱི་འདུག་ད་དེ་འདྲའི་ནང་ནས་འགའ་ཤས་ཀྱིས་ད་ལྟ་རྒྱ་གར་ནུབ་ཕྱོགས་ཀྱི་མངའ་སྡེ་གཅིག་གི་མིང་ལ་ཡང་ད་ལྟ་ནག་པུར་སྲས་ཨོ་དེ་འདྲ་གི་ད་ལྟ་ལུང་པ་ཅིག་ཡོད་པ་རེད།

ཡུལ་གཟུགས་ཡོད་ན། འོ་འདི་འདྲ་བྱས་ན་ད་ལོ་ཡི་འཇིག་རྟེན་ཁ་ཚ་ད་ལོ་ཡི་ཟས་དེ་ས་འོག་གི་འཇིག་རྟེན་ལས་ངོས་འཛིན་མི་བྱེད་པ། དེ་ནང་བཞིན་གྱི་འཇིག་རྟེན་གཞན་དག་ལས་ངོས་འཛིན་མི་བྱེད་པ། འོ་ནི། སྤྱི་ཡོངས་ཀྱི་ང་ཚོ་གར་ཚུགས་ར་ད། འོ་རྒྱ་གར་གྱི་ད་ལྟ་ནག་སྤུ་རུ་ཟས་ཀྱི་གྲོང་ཁྱེར་དེ་ལས་ཀོང་པོ་ཀླུ་དྲུག་གི་ནི། ད་ལྟ་གྲུབ་ནས་གནས་དེ་ནས་ཕྱིས་སུ་ས་གཉིས་བྱུང་རྗེས་ཁོང་རྒྱ་མགོ་ཆེན་པོ་ཆོས་བྱེད་བསྒྱུར་ན། ཨོ་དེ་འདྲའི་བྱས་པ་རེད་དེ་ཡིན་དུས་ཆེ་དང་ད་ཀླུ་སྒྲུབ་ཀླུ་ཡུལ་ཕེབས་པས་ཨེ་ཕྱི་ཕྱི་དན་བྲང་སའི་ནག་པོར་བསད་དེ་ཆེ་དང་དེ་དང་ཨེ་ཀླུ་ཡུལ་གཉིས་ཏེ་འགྲོ་བ་མེད་འགྲོ་བ་བསམ་ཐག་ང་རང་གི་དོགས་པར་ཇི་རེད་ད་འདི་ཐ་གཅིག་ཏུ་འདི་རེད་ཅེས་ཐག་གཅོད་ནི་ཞུ་བའི་གལ་ཡོད་མ་རེད་ཞུ་ཐུབ་པའི་གལ་ཡོད་མ་རེད་ཡིན་མིན་རེད་ད་ང་ཚོ་ཡང་བསམ་ཐག་སའི་གཞི་འདྲ་པོ་ཅིག་དོགས་པའི་གནས་འདྲ་པོ་ཅིག་དེ་ཡོད་རེད། ཡིན་པས་ན་ད་གང་ལྟར་ཀོང་པོ་ཀླུ་སྒྲུབ། གང་ལྟར་ཀླུ་ཡུལ་མ་ཕེབས་ནས་ཨེ་ནི་ཀླུ་ཡུལ་གྲོགས་བྱས་པ་ཡིན་ཙང་སློབ་དཔོན་གྱི་ཚད་ལས་ཀླུ་སྒྲུབ་ཐོབ་པ་རེད་གསུང་ཡ་དེ། ང་ཚོ་ད་ཡོངས་གྲགས་ཅིག་ཆགས་བསྡད་ཡོད་རོགས་ཡིན་ནའི་ད་ཡང། ཁོ་ནག་པོར་ད་ཀོང་པོ་ཀླུ་སྒྲུབ་ཀྱི་ཚད་ཐོག་ལ་འབྲེལ་བ་ཡོད་དམ་མིན་ཡ་དེ་འདྲ་ལས་ཆོག་ཤིག་ད་ནས་བསམ་དང་དགོས་དེ་འདྲ་རེད། དེ་འདྲ་ཡིན་དུས་ཆེ་ད་ང་ཚོ་ད་ལྟ་མ་ར་ཤི་ད་མངའ་སྡེའི་ཁོང་ཁྲོ་ལས་ད་ནག་པོར་ཚད་དེ། དཔལ་མཁའ་འཕགས་པ་ཏུ་རུ་ཞབས་ཨེ་ནི་ཀླུ་ཡི་ནི་མ་བྱོན་ས་དེ་དང་ལྷག་པར་དུ་ཏུ་རུ་ཟས་ཀྱི་ཚད་མཐོ་ཚུལ་དང་དུ་ཚོད་ལས་བྲེལ་བ་ཡོད་མེད་ལ་དགོངས་པ་ཞེས་བཀོད་དེ་ན་ཤི་ད་ནྡ Chhattisgarh གི་མཁའ་དེ་དང་ནྡ་རྒྱལ་ས་དེ་ར་ཡི་པུ་ནེ་བྱས་པ་ཅིག་ཡན་རྒྱང་ཐག་ཀི་ལོ་མི་ཀྲ་བདུན་ཅུ་དོན་བརྒྱད་ལྷག་ཕྱིན་པ་ཡིན་ན་དེའི་ས་ཆ་ལས་ད་ནྡ Sirpur ཟས་བྱོ་རེད Sirpur ས་གནས་ལ་ཆགས་པའི་ད་ནྡ་དགོན་པ་ཀླུ་གྲོགས་ཀྱི་སྒྲུབ་གནས་ད་ནྡ་ཁྱད་པར་ཅན་དེ་ལའང་ཉིས་སྟོང་བཅུ་བཞི་ལོའི་ད་ནྡ་ཕྱི་ཟླ་དང་པོའི་ཚེས་པ་བཅུ་བཞི་ཉིན་མ་སྟེ། དགོན་ཆེན་པོ་ཆེན་པོ་ཅོག་དེ་ལ་ཡང་ཆིབས་བསྒྱུར་གནང་སྐབས་ད་ལྟའི་ཁུལ་ལ་ཡོད་པའི་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱི་སྒྲུབ་ཕུག་ཅེས་སྒྲུབ་ཕུག་དེ་ཚོ་ལ་དམིགས་བསལ་གྱི་ད་ལྟ་གནས་ཚུལ་གནང་ཡོད་ད་ཐོག་མའི་ཧ་ཅང་གི་རྒྱ་ཆེན་པོ་གནང་ཡོད་རེད་འོ་དེ་ལས་ཆེ་ན་འོ་རྒྱ་གར་ལྷོ་ཕྱོགས་ཀྱི་རྒྱུད་ལ་ཡང་ད་ལྟ་ནག་པུ་ལ་ས་ཁོ་ད་ཚོའི་ས་ཆ་མང་པོ་ཅིག་ལ་ཡང་ད་ལྟ་མགོན་པོ་ཀླུ་སྒྲུབ་ཀྱི་འོ་སྒྲུབ་གནས་དེ་འདྲ་མང་པོ་འདུག་བ་དོན་ཚོ་དག་ཡང་ད་ད་ང་ཚོ་ཀླུ་སྒྲུབ་ཀྱི་གཞི་གཅིག་ལྡན་དྲང་སའི་ཨ་ནུའི་ཀླུ་ཡུལ་ལ་ཡང་འབྲེལ་བ་མེད་ཡོད་དམ་མེད་ཡང་དོན་ཚོ་དག་ང་ཚོ་དགོངས་པ་བཞེས་དགོས་ཡ་དེ་གལ་ཆེན་པོ་ཡིན་ས་རེད།